བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་ང་གཅིག་དང་ཉིས་སྟོང་གཉིས་སོ་བཞི། ལོ་དེ་ལས་ཡ། ང་དང་ངའི་ཆོས་གྲོགས་ཁག་གཅིག། དུས་ཆེན་དུ་བ་འཛིན་གྲྭར་སླེབས་འགྲོ་སྐོར་བ། ད་དབུ་མ་དང་གོ། དུས་ཆེན་རྒྱུགས་སྤྲོད། ཚར་ནས། དུ་བ་འཛིན་གྲྭ་ལ་དུས་ཆེན་སླེབས་ལ་ཉེ་བ་ཡིན་པས་སོང་ཙང། ཨ་ནི། ད་ལན། དོན་འདྲ་གཅིག་སྨྱོས་ན་ཡང་མཁྱེན་ཟུར། མྱང་པོ་མཁྱེན་ཟུར་རྨུ་ཆེ་མཆོག་ལས་ཡ། མཁྱེན་ཟུར་རྨུ་ཆེ་རྒན་བསམ་གཏན་མཆོག་ལས་ཡ། ཇི་ལྟར་གསོ་བ་བཏབ་པ་གཞི་བཟུང་བྱས་རྗེས་མཁྱེན་ཟུར་རྨུ་ཆེ་མཆོག་ནས་ཞལ་བཞེས་བཟང་པོ་གནང་རྗེས། ཁྱད་ས་དང་དེ་རིང་ཉི་མ་གཉིས་ཀྱི་རིང་ལ་ཡ། འདུ་སྡོམ་འདུ་བྱེད་ནས། ལྗགས་ལུང་ཟབ་མོ་འདུ་གནང་བྱས། དེ་རིང་འདུ་བྱེད་ལེགས་པར་གྲུབ་སོང། ད་དེ་སོ་སོ་ངོས་ནས་བཤད་པ་ཡིན་ན་དཔེ་མི་སྲིད་པའི་སྐལ་བ་བཟང་པོ་དང། སེམས་ན་དགའ་སྣང་ཆེན་པོ་ཞིག་རག་བྱུང་སོང་གང་ཡིན་སེ་ཞུས་པ་ཡིན་ན། རྒྱུ་མཚན་ག་རེ་ཡིན་ཟེར་བྱས་ནས་ཞུས་པ་ཡིན་ན། ང་རང་ཚོ་གཅིག་སྤྱི་དང་སོ་སོ་རང་ཉིད་ད་ཅི་ཡོད་དཔེ་ཆ་གཅིག་ནམ་རྒྱུན་ནས་ཀློག་པ་ཡིན་ནས་ད་དཔེ་ཆ་བཞི་བོ་ཀློག་མཁན་དང་མཁས་པ་དང་དེ་འདྲའི་དོ་གལ་མ་རེད་དེ་ཡིན་ན་ཡང་ད་དཔེ་ཆ་བེད་མ་བཏགས་མཁན་དེ་འདྲའི་རེད་བས་སོ་ན་ཡང་དེ་འདྲའི་མ་རེད་དེ་ཡིན་ན་ཡང་དཔེ་ཆ་གང་བཏགས་པ་དང་སོ་སོ་དཔེ་ཆ་གང་ཀློག་པ་དག་ནང་བཞིན་གྱི་བློ་འཛིན་འདྲ་བོ་ཆེ་གང་འདུན་པ་ཡིན་ནས། བླ་མ་སྔ་མིན་གྱི་གཅིག་ལུང་རྒྱུན་ཅིག་ཡོད་ནས་ཁ་ནས་འདུན་པ་དང་མེད་ནས་ཁ་ནས་འདུན་པ་གཉིས་གཅིག་ད་ནུས་པ་ཆེ་ཆུང་ཞུ་གི་ཡོད་པ་དང་ཨ་བླ་མ་སྔ་མིན་གྱི་ལུང་རྒྱུན་ཅིག་ཡོད་པ་ཡིན་ན་སྐུ་བྱིན་རླབས་དང་ག་རེ་ཡིན་ན་སྐུ་མ་འདྲ་བ་ཅིག་བརྒྱ་ཆ་བརྒྱ་ཐམ་པ། འདི་ཡོད་བ་སོགས་འདྲ་བོ་ཤོར་བ་སྤྱི་དང་ཚིག་སྐམ་པོ་དོན་ཡོད་ལ་ནུས་པ། ཏི་སི་ཡོད་དོ་ཡོད་འགྱུར་དེ་ཡིན་ན་ཡང་བླ་མ་སྔ་མིན་ལུང་རྒྱུན་ཅིག་ཡོད་ནས་ཁ་ནས་འདུན་པ་ཉིད་དུ་སྐུ་མཁས་པ་ཞུ་བ་ཅིག་ཡོད་འགྱུར་བ། ད་དཔེར་ན། འདུ་བ། འདུ་བྱེད་སླེབས་ཚ་དུས་ཨ་ནི་འདུ་སྡོམ་བཟོ་དགོས་གོ་རེད་དེ་ཡིན་དུས་འདུ་སྡོམ་དེ་ད་དངོས་གནས་ཚིག་ཁྲག་པོ་རེད་འདུག་ལ་ད་ངེད་ཅག་ནས་བཟོ་ཡ་འདྲ་བོ་ཅིག་འགོ་བཙུགས་པ་ཡིན་ཏེ། ཨ་ནི་ཁ་ནས་མ་གཅིག་ཁྲི་ཁྲག་འབུམ་ཕྲག་སྐྱོ་དགོས་དུས་ཙམ་མ་ལ་ཡ་བླ་མ་ལྔ་མིན་གྱི་ལུང་རྒྱུན་ཅེས་ཞུས་ནས། ཨ་ནི། བླ་མ་ལྔ་མིན་ལྔ་མིན། བླ་མ་ལྔ་མིན་ལྔ་མ་ནི་མ་བརྒྱུད་ནས་ཅེས་ཀླད་སྐྱོགས་ཀྱི་ལྟར་ལུང་རྒྱུན་ཅེས་ཞུས་ནས་ཁ་ནས་འདོན་པ་ཡིན་ན་ད་དངོས་གནས་དྲང་གནས་ཅིག། ནུས་པ། ཤུགས་ཆེ་ཆུང། མཁས་པ་ཡོད་པ་དང་བྱིན་རླབས་ཡོད་པ་དང་དག་ན་ཤིང་གིས་སོ་སོར་ཉམས་ལེན་བྱས་པ་ཡིན་ནས་རེད་ག་རེ་ཡིན་ནས་ཅིག། ཏན་ཏན་རང་ཅིག་ཨ་ནི་མཁས་པ་ཤུགས་ཆེན་པོ། ཡོང་གི་རེད་བསམ་གྱི་འདུག་ལངས་བ་དག་ནང་བཞིན་གྱི་ང་ཚོ་ཅིག་ལུང་རྒྱུད་མེད་ནའང་ནི་ཅིག་སོ་སོ་མ་འོངས་པར་ཅིག་རིག་ལམ་ཆགས་གོ་བ་ག་འདྲའི་མ་འོངས་ག་འདྲའི་ཆགས་པ་ཡིན་ན་ཡང་ག་འདྲའི་མ་འོངས་ག་འདྲའི་བྱེད་པ་ཡིན་ན་ཉམས་ལེན་ག་འདྲའི་བྱེད་པ་ཡིན་ན་ཁོས་རྒྱུད་ལ་རྟོགས་པ་སྐྱེས་ཐུག་གི་མ་རེད་ཟེར་ཡང་དེ་འདྲའི་གི་གསུང་རྒྱུན་ཇི་ཡང་འདུག་དེ་ཚོ་ཡ་ཡང་མ་རེད་ལགས་ཟེར་གྱི་མི་འདུག་དེ་འདྲ་ཡིན་དུས་རྣམ་པ་ཚོའི་ངོས་ནས་ད་ཅིག་ཞུ་ཞུ་ང་རང་ངོས་ནས་རེ་འདུན་ཞུ་ཡ་ལ་ཡང་ཆོས་གྲོགས་རྣམ་པ་ཚོའི་ངོས་ནས་མ་འོངས་པར་ལུང་རྒྱུན་དེ་ཚོ་ཞུ་ཞུ་ཞུ་མ་ཐུབ་པ་ཡིན་ནས་སོ་སོ་གི་ཁ་ཡོད་ལག་ཡོད་བེད་སྤྱོད་ཐིག་ཆེ་དེ་ཡག་གི་དཔེ་ཆ་དེ་འདྲ་ཡོད་རོགས། དཔེར་ན་འདུ་འདོམས་འདྲ་བོ། ཨ་ནི་རྒྱན་འཇུག་གཉིས་དང་གཙོའི་རྩ་བ་རྣམ་འགྲེལ་རྩ་བ་ཟེར་ཡག་འདྲ་བོ། ཨ་ནི་དྲང་ངེས་ལེགས་བཤད་གཉིས་པོ་ཟེར་ཡག་འདྲ་བོ། ཨ་ནི་གཅིག། དག་སྣང་ཞིང་གི་ལེགས་བཤད་གསེར་ཕྲེང་ཟེར་ཡག་འདྲ་བོ། ཨ་ནི། དཔེར་ན། དཔེ་ཆའི་སོ་ནག་འདྲ་བོའི་གྱི་ཨ་ནི་གཞུང། དེ། གཞུང་ཚན་དེ་འདྲའི་ཟེར་མཁན་དེ་འདྲ་ཡིན་པ་ཡིན་ན་ད་གཅིག་ཕར་ཕྱིན་སྤྱི་དོན་དང་ཐག་གཅོད་དང་དབུ་མ་སྤྱི་ཐག་གཅོད་ཟེར་ཡག་འདྲ་བོ། དབུ་མ་དགོན་པ་རབ་གསལ་སི་ཡ་འདྲ་བོ་དང་དེ་འདྲའི་དེ་ཚོ་དངོས་གནས་དྲ་གནས་ཅིག་ང་ཚོ་དོ་སྣང་བྱེད་བྱེད་ཨ་ནི་སོ་སོ་གི་ཅིག་བླ་མ་སྔ་མའི་གི་མ་རྒྱུད་ནས་ལས་རྒྱུ་གི་ལུང་རྒྱུན་དུ་བཞུད་ནས་ཨ་ནི་ཅིག་སློབ་པ་ལམ་ཉེས་བྱེད་དགོས་ཨ་དེ་ཧ་ལས་པའི་ཨ་གལ་ཆེན་པོ་མཐོང་གི་འདུག་ད་རྩ་བའི་རྣམ་པ་ཚོ་སོ་སོ་གི་ཨ་དྲིན་ཅན་རྩ་བའི་བླ་མ་དཔེ་ཁྲིད་དགེ་རྒན་རྣམ་པ་ཚོ་ལ་ཡག་བཅར་བྱེད་ཨ་ནི་བླ་མ་སྔ་མའི་ལུང་རྒྱུན་བཞུད་དགོས་ཨ་དེ་གལ་ཆེ་ཆུང་ག་ཚོད་ཡོད་མེད་བཀའ་དྲིན་དེ་འདྲ་ཡག་ཅིག་ཞུས་པ་ཡིན་ན་ཨ་ནི་ཅིག་ང་དངོས་གནས་དྲ་གནས་དང་ང་ལས་ལྷག་ཟེར་གྱི་འགྲེལ་བཤད་ཟབ་ཞིང་རྒྱ་ཆེ་བ་ན་ཡོད་པ་སོགས་གྲོགས་བྱོལ་བ་དེ་རྣམ་པ་ཚོས་དོ་སྣང་གནང་དགོས་ཡ་དེ་དཔེ་མི་སྲིད་པའི་གལ་ཆེན་པོ་མཐོང་བསྡད་ཀྱི་འདུག་འོང་དེ་འདྲའི་ཞུ་ཡ་ཨ་ད་ལན་དུས་ཆེན་ལུང་རྒྱུན་དུས་ཆེན་ད་ཅིག་ཞུ་ཡ་གི་གོ་སྐབས་རག་པ་དེ་ཨ་ནི་དཔེ་མི་སྲིད་པའི་ད་སྐལ་བ་བཟང་པོ་དང་གང་ན་ཆེན་པོ་ཞིག་རག་བྱུང་སོང་ཨ་ནི། མཐའ་དོན་དེ་ལ་ཡང་ད་རིང་ལུང་རྒྱུད་ཞུགས་མཁན་ཆོས་གྲོགས་རྣམ་པ་ཚང་མ་འདུལ་བའི་གཞུང་ལ་ཡང་དུས་བཟང་སློབ་གཉེར་ཡག་པོ་བྱེད་ཐུབ་པ་དང་གཅིག། འདུལ་བའི་གཞུང་ལ་ཡང་དུས་བཟང་སློབ་གཉེར་བྱས་རྗེས་གཅིག་སངས་རྒྱས་ཀྱི་བསྟན་པ་འཛིན་རྗེས་ཡུན་རིང་པོ་གནས་ཐུབ་ཡག་གི་བཀྲ་ཤིས་སྨོན་ལམ་ཡོད་ས་ཅན་དུ་ཞུ་ཡ་ཡིན། དུ་བྱས་ན།